ཀྲི་སི་ཏི་ལའི་སྐུ་ངོ་གསར། ད་དེ་རིང་གི་ས་སྐྱ་ལེགས་བཤད་ཀྱི་འཕྲོས་པ་དུ་མ་ཞུ་གི་ཡིན། ད་ང་ཚོ་ད་ལྟ་ས་སྐྱ་ལེགས་བཤད་རབ་བྱེད་གསུམ་པ་གྲུབ་ནས་ནི་རབ་བྱེད་བཞི་པ་དཔེར་མ་བཏགས་པ་ལ་མ་ཕེབས་སོང་ད། རབ་བྱེད་བཞི་པའི་མིང་ལ་དཔེར་མ་བྱས་བྱས་ལབ་དགོས་ཡ་དེ། གོང་ལ་ང་ཚོས་ནི་མཁས་པ་བཏགས་པ་ཟེར། ནི། ཡ་རབས་བརྟག་པ་ཚེ་ནི། བློན་པོ་བརྟག་པ་ཚེ་ཚེ། ལོ་ཧ་ལོ་ཧ་ཚེ་ཚེ་ཕེབས་པར་བ། ནི། གཙོ་བོ་མཁས་པ་བརྟག་པ་ཚེ་དེའི་ནང་ལོགས་ལ་ནི་མཁས་པའི་ཐུགས་ཀྱི་གཤིས་ཀ་དང། ད་ག་ནང་བཞིན་འཆད་པ་དང་རྩོད་པ་རྩོམ་པ་སྙིང་སྟོབས་མཁས་པའི་མཛད་རྗེས་མཁས་པའི་མིག་རྒྱང་ལ་སོགས་པ་དེ་དག་གི་སྟེང་ནས། ཨ་ང་ན་ཚོ་ལ་དཔེ་བརྟག་པ་ཡག་གི་སློབ་གསོའི་རང་བཞིན་དེ་གཙོ་བོར་བཟུང་བ་རེད། དེ་ནས་བློན་པོ་སྟག་ལྤགས་ཟས་དེའི་ནང་ལོགས་ལ་བློན་པོ་ཟས་ཡག་འདི་དང་ད་ག་ནང་བཞིན་སྨན་པ། ནི། དར་མ་ཟས་ཡག་འདིའི་གཤིས་ཀ་དེ་འདྲ་དེ་འདྲ་དེ་འདྲ་དེ་འདྲས་རེད། ནི་ངང་རྒྱུད་དེ་དེ་འདྲ་དེ་འདྲ་དེ་འདྲས་རེད་ཁོ་རང་གི་ཐབས་ཤེས་འདྲ་པོ་དེ་དེ་འདྲས་རེད། ནི་དེ་དང་དེ་ལ་སོགས་པའི་དཔེ་དེ་ཚོ་ལ་ནི་ང་ལ་ཚོ་ལྟ་ཉན་གི་མ་རེད་ཟེར་བ། སློབ་སྦྱོང་བྱ་ཉན་གི་མ་རེད་དེ་ལས་ཚོ་ལྡོག་དགོས་གི་རེད་ཟེར་ནས་བློན་པོ་སྟག་ལྤགས་ཟས་དེ་བཟུང་བ་རེད། ད་ཡིན་ནའི་ད་རེས་ང་ནག་ཚོས་རབ་བྱེད་བཞི་པ། ཡང་མིན་ན་ལེའུ་བཞི་པ་འདིའི་ནང་ལོ་ལ་དཔེར་མ་བཏགས་པ་ཞིག་ཡོང་བསྡད་དུས་ད་གཉིས་ཀ་གསུང་གི་ཡོད་རེད། བློན་པོའི་གྱི་ཁྱད་ཆོས་དེ་གས་རང་བཞིན་དེ་གས་ཡང་གསུངས། མཁས་པས་ནི་ཡང་ཅིག་ང་ནག་ཚོས་སློབ་སྦྱོང་བྱེད་དགོས་ཡག་དང་ལེགས་ཆ་ལེན་དགོས་ཡག་གི་མཁས་པ་ལ་སོ་སོ་སོའི་ཐུགས་ཀྱི་གཤིས་ཀ་ཐུན་མོང་མ་ཡིན་པ་ཅིག་ཡོད་དེ་པར་བ་ལ། འོ་འདི་སྐད་ཡང་མ་གསུངས་བྱས་མདོར་བསྡུ་ན་མཁས་པ་དང་བླུན་པོ་གཉིས་ཀ་གི་ཨ་ནི་རང་བཞིན་འདྲེས་བྱས་མ་གསུངས་ཡ་དེ་ལ་ཨ་ནི་སྤེལ་མ་ཟེར་གྱི་སྤེལ་མ་ཟེར་དེ་དག་མི་འདྲ་བ་གཉིས་ཨ་ནི་འདེབས་བྱས་མ་གསུངས་ཡ་དེ་ལ་སྤེལ་མ་ཟེར་བའོ་རེད་འོ་དེ་འདྲས་ཅི་རེད། དེ་ཡིན་དེ་དུས། ཐེངས་ནང་ཚུད་རབས་ཚེས་བཞི་པའི་གི་མཚན་བྱང་འདི་དེ་འདྲའི་ཚེ་ཚེ་བར་ཞུ་ཚར་ཟེར། ད་འདི་ནང་ནས་དེ་རིང་བཤད་དེ་ཤོ་ལོ་ཀ་དང་པོ་གཉིས་པ་གསུམ་པ་འདི་བྱེད་དགོས་བ་རེད་རབས་ཚེས་བཞི་པ་དཔེར་མ་དག་པ་ཟེར་དེ། ད་འདི་ནང་ལོ་ནས་ཤོ་ལོ་ཀ་དང་པོ་འདི་དེ་འདྲས་བྱུང་འདུག་བ་ལ། དམ་པ་ལོངས་སྤྱོད་དམ་པ་ས་སྨན་པ་ལོངས་སྤྱོད་ཆེ་ན་ཡང་རིགས་ལྡན་རྒུད་པས་ཟིལ་གྱི་སྣོད། བཀྲེས་པ་སྟག་གི་ང་སྒྲ་ཡི་སྤྲེའུ་ཤིང་གི་རྩེ་ལས་ལྷུང་ཟེར་བ་ལ། ད་སྔོན་ལ་དེའི་དཔེ་དོན་དེ་ཡིན་འདྲ་ཞེས་ཕར་ཚིག་ཞུ་ཆོག་པ་རེད། དོན་དག་འདི་ནང་ལ་དེ་འདྲ་ཡོང་དགོས་བ་རེད། སྐྱེ་བོ་དམན་པ་རང་བཞིན་བཟང་པོ་མེད་པ་འདི་གནས་སྐབས་རྒྱུ་ནོར་ལོངས་སྤྱོད་ཆེན་པོ་ཡོད་ནས་ལས། ཨ་ནི་རང་བཞིན་བཟང་པོ་ཡོད་པར་བ་རྩ་དོན་ཡོད་པ་དཀོན་མཆོག་ཡག་པོ་ཡོད་པས། ད་མི་དེ་འདྲས་ཅིག་སྐྱོ་པོ་ཆགས་མེད་ལས་ཟིལ་གྱིས་གནོན་ཐུབ་པོ་རེད། དེ་ལ་དྲན་པ་ཐུག་གི་མ་རེད་ཟེར་བ་རེད་པ། ཧ་ཡིན་ལབ་སུ་ན་སྐུ་ཉིད་རྦད་དེ་མི་ཁུ་རེ་རང་བཞིན་ལ་ཁྱད་པར་ཆེན་པོ་ཞིག་པོ་ཞིག་ཞུགས་ཡོད་བ་རེད། དཔེར་ན་ཆ་བཞག་ན། སྟག་ཟད་དེ་ནམ་རྒྱུན་ཁོ་རང་སྲོག་ཆགས་སྐྱེས་ནས་གཏུམ་དྲག་ཆེ་བ་དང། དབང་ཆེན་པོ་ཡིན་པ་དེ་འདྲས་ཡིན་ཙང། ཁོ་རང་ལྟོགས་བསྡད་དུས་ཀྱི་ད་ལྟོགས་ཡས་ཟོར་ཞིག་བརྒྱབ་བསྡད་པ་ཡིན་ནས་བཀྲེས་པའི་བདག་གི་ང་ལྟ་ཅི་སྟེ་མི་ཡི་གནས་ལས། ཤིང་གི་རྩེ་ལ་ཡོད་པའི་སྤྲེའུ་ཐུགས་སུ་འཇིགས་སྣང་སྐྱེས་བྱས་མ་ལྷུང་ཡོང་གི་ཡོད་རེད། དཔེ་དེ་བཤད་གི་ཡོད་རེད། འོ་དེ་ཡིན་དེ་དོན་ནི་ད་དེའི་ནང་ལོགས་ནས་ད་བློན་པོ་དང་ད་ལྟ་དེ་མཁས་པ། ཡང་མེད་ན་སྐྱེ་བོ་དམ་པ་དང་སྐྱེ་བོ་དམན་པ་གཉིས་ཀ་མཁས་པ་དེ་ནང་ལོགས་ལ་ཤོ་ལོ་ཀ་གཅིག་གི་ནང་ལོགས་ལ་ཡོང་གི་འདུག་བ་ལ་འོ་དེ་ཡིན་དེ་ད་ད་དཔེ་མ་ཟད་དེ་འདྲ་ཅི་རེད། ད། གཞི་བདག་ཆེན་ནས་ཕར་བཞུད་པ་ཡིན་ལ་ད་ལྟ་འདིར་རེད། སྨན་པ་ལོངས་སྤྱོད་ཆེ་ན་ཡང་རིགས་ལྡན་དགོན་པའི་གཟིགས་ཀྱི་ནོས་ལབ་ཡོང་དུས་ད་ཅི་རང་གི་ནགས་ཚོས་མིའི་རིགས་ཀྱིས་ག་རེ་ག་རེ་ལ་རིན་ཐང་ཆེར་བརྩི་གི་ཡོད་མོད་རེད། མཐར་གཏུགས་ན་མི་གང་གིས་གུས་ཞབས་ག་པར་བྱེད་ཀྱི་རེད་ག་པར་དགའ་པོ་བྱེད་ཀྱི་རེད་ག་པར་བརྩི་འཇོག་བྱེད་ཀྱི་རེད་ལབ་ཡོང་དུས་ཡ་རབས་དམ་པའི་དཀོན་མཆོག་ལ་བརྩི་འཇོག་བྱེད་དགོས་པ་རེད། ཧོབ་ཏུ་བསམ་བློ་བཏང་ཡོད་དུས་མི་གང་གིས་ཧ་ཏྲ་པ་ཏྲ་ར་བྱས་ཡོང་དུས་མི་རིགས་ཀྱི་རྒྱུ་ནོར་ལོངས་སྤྱོད་ཆེན་པོ་ཡོད་པ་མཚན་སྙན་གྲགས་ཆེན་པོ་ཚོ་ཧོབ་ཏུ་བསྡད་ཡོང་དུས་རིན་ཐང་ཅུང་ཟད་ཅུང་ཟད་བརྒྱབ་སྲིད་པ་རེད། རིམ་བཞིན་རིམ་བཞིན་རིམ་བཞིན་གོ་ཅག་དུ་མ་སོང་ནས་དར་བ། ཨ་ནི་བརྟག་དཔྱད་བྱས་དེ་འདྲས་བྱས་ཡོང་དུས་ཨ་ནི་མི་གང་གས་ཇུ་གུ་དེ་ཆོག་འགྲོ་སུ་རེད་ལབ་སོང་ན་སྐྱེ་བོ་དམ་པ་དེ་རེད་སོང་གོ་ཨ་ར་རང་བཞིན་བཟང་པོ་ད་ག་ན་སྲིད་རྩ་དོན་ཡོད་པ་འོ་དེ་འདྲས་ཡིན་བསྡད་དུས་ཨ། འདིའི་ནང་ལོགས་ལས་ད་ལྟ་འདི་གསུང་གི་ཡོད་རེད། སྐྱེ་བོ་དམན་པ། ད་གཟིགས་ནང་རྒྱུ། སེམས་ལ་གཟིགས། གཡོ་སྒྱུ་དང་ད་ག་ནང་བཞིན་ཁྲམ་པའི་གཞིས་ཀ་འདྲ་བ་ཡོད་དེ་དེ་འདྲར་བ། ད་ག་ནང་བཞིན་ཡང་ཅིག་ཁོ་རང་ལ་མཚན་སྙན་གྲགས་དང་རྒྱུ་ནོར་ལོངས་སྤྱོད་དེ་འདྲས་བྱུང་གི་ཡོད་པ་ཡིན་ན་ཨ་འདིའི་ཆེད་དུ་སོ་སོའི་རྩ་དོན་ཡིན་ནའི་རེད། གཤིས་ཀ་ཡིན་ནའི་རེད་ག་རེ་ཡིན་ནའི་འགྱུར་རུང་བ་འགྱུར་ཆོག་ཆོག་དེ་འདྲའི་ཡོན་སྐྱོབ་མི་འདུག་ཚོ་ལོངས་སྤྱོད་ཆེན་པོ་ཡོད་པའི་དབང་དུ་བཏང་ནས་ལས་བྱ་བ་རེད། དམན་པ་ལོངས་སྤྱོད་ཆེ་ན་ཡང་ཟེར་བ། ཨ་ནི། རིགས་ལྡན་རྒུད་པའི་ཟས་ཀྱི་སྣོད་སུ་ལབ་ཡོང་སྟེ་རིགས་ལྡན་ཟས་དེ་དག་རིགས་བཟང་པོ། དེ་ན་ཅིག་བྱམས་བརྩེ་གཤིས་ཀ་ཡག་པོ་ཡོད་པ། དག་ན་ཅིག་ངང་རྒྱུད་རིང་པོ་ཡོད་པ། ལེགས་ཉེས་བླང་དོར་རྗེས་ཡག་གི་ཤེས་རབ་ཡོད་པ། ཨ་ནི་ཅིག་དམ་རྒྱུད། རྒན་བཀུར་གཞོན་གཅེས་ཀྱི་ཡ་རབས་དམ་པའི་བསམ་བློ་དང་འགན་འཁྲི་ཡོད་པ། ཨ་ནེ་གཅིག་གཅེས་སེམས་ཡོད་པའོ། དེ་འདྲས་ཀྱི་མི་གཅིག་གིས་སྒུལ་བསྡད་པ་ཡོད་པས་ད་ཁོ་རང་ལ་རྒྱུ་ནོར་ལོངས་སྤྱོད་ཆེན་པོ་ཟེར་མཁན་ཡོད་མ་རེད་ཡིན་པ་ཡིན་ནའི་དགོས་ཀྱི་ཡིན་ནའི་ལས་གོང་གི་ད་ལྟ་སྨན་པ་ལོངས་སྤྱོད་ཆེན་པོ་དེ་བ་ཟིག་གི་ནས་བཤད་ག་རེད། འོ་དེ་འདྲས་ཀྱི་གསུང་གི་ཡོད་རེད། དེ་ཡིན་དེ་འདྲ་ད་འདི་ང་ན་ཟུག་འདུག་ཟེར་བསམ་བློ་འགོག་རོགས་འདུག་ག་ལ། ང་ན་ཟུག་མིའི་རིགས་ཀྱི་འཚོ་བ་སྐྱེལ་བའི་བརྒྱུད་རིམ་ནང་ལོགས་ལ་ད་རླབས་ཆེ་བའི་སྐད་ཆ་དེ་འདྲའི་མང་པོ་ཐོན་གི་ཡོད་རེད་དེ་ཡིན་ན་ཡང་ང་ཚོས་ལག་བསྟར་བསྟར་དུས་དང་ལྷག་པར་དུ་ཚིག་སོ་སོ་སྒེར་རེས་ཀྱི་འཚོ་བ་སྐྱེལ་སྟངས་ཀྱི་བརྒྱུད་རིམ་ཚུར་བཞག་ཡོང་དུས་ཙམ་པ་སྐབས་སྐབས་ལ་དོ་སོ་ཕག་ཅིག་གི་འདུ་བྱེད་འགྲོ་བྱེད་ཅེས་ལག་བསྟར་བསྟར་མ་ཐུབ་པའི་དཀའ་ངལ་དེ་འདྲའི་མང་པོ་ཡོང་བསྡད་འོང་ར་ར་བ།

བ། གནད་གཅིག་བསམ་ཕོད་པ་གཅིག་ལ་བསམ་པ་དེའི་ལག་ལེན་ལ་བསྟར་ཐུབ་ཡ་ལེ་དཔེ་ལྟར་ཕོད་པ་དེ་འདྲས་ཀྱི་གལ་ཆེན་དམ་པ་གཅིག་ཆོལ་ཁ་བར་བར་ཆད་ཙམ་ཁོ་རང་གིས་ད་ལྟ་དེའི་ནང་ལོགས་ལ་དེ་འདྲ་བརྗོད་བ་རེད། ནང་ལོ་རྒྱུས་ཀྱི་ནང་ལོགས་ལ། ད་ལྟ་ད་ཡང་འདི་ངས་དྲ་བའི་ཐོག་ནས་མཚན་རྒྱུ་བ་རེད། ཁོ་རང་ད་ལྟ་གྲོང་ཚོ་འདི་ནས

འོ་དེ་འདྲ་ཡིན་དེ་དུས་ཁོ་རང་གི་སྤྱོད་པ་ཆུང་ཆུང་དེ་འདྲས་ཅིག་ཡོད་པ་དེས་ཁོ་རང་བྱས་ན་ཅིག་སོ་སོའི་སྐབས་ཀྱི་ལ་འཚོ་བ་ལས་བཟའ་ཡག་འདོང་ཡག་ལས་དཀའ་ངལ་འཕྲད་ཡག་དེ་འདྲས་ཀྱི་དཀའ་ངལ་ཡོང་རྒྱུ་རེད་དེ་ཨ་དེང་གི་ཆ་ལ་ཅིག་འཛམ་བུ་གླིང་གི་ཕྱུག་བདག་ཡིན་ནའི་རེད་མཁས་པ་ཡིན་ནའི་རེད་རླབས་ཆེན་གྱི་མི་སྣ་ཡིན་ནའི་རེད་གསར་གཏོད་པ་གྲགས་ཅན་ཡིན་ནའི་རེད་ག་རེ་ཡིན་ནའི་ལས་ཁོ་རང་ལ་གུས་བཀུར་བྱས་ཡག་དང་ཁོ་རང་རྗེས་དྲན་བྱས་ཡག་ཐ་ན་ཁོ་རང་གི་སྐུ་པར་དེ་འདྲས་སོ་སོའི་གྱི་ནང་ལ་བཤམས་རྗེས་ཨ་ཅིག་ཁོ་རང་གི་སྙིང་སྟོབས་ལ་རྗེས་དྲན་བྱས་ཡག། ཕ་རང་དུ་སེམས་ལ་དྲན་ཡོང་དུ་བསམ་པ་སོ་སོའི་ཅིག། ཡིད་ཕམ་པ་དང་ཡིད་ཆད་པ་དེ་འདྲས་ཀྱི་སེམས་ཀྱི་ཕན་བདེ་ཐོག་ཏུ་ལམ་སང་ལམ་སང་ལ་བར་སེལ་འགྲོ་ཡ་དེ་འདྲས་ཀྱི་སྟོབས་ཤུགས་ཡ་འགྱོ་ཆེ་ཡོང་གི་ཡོ་རོ་བ། འོ་དེ་ཡིན་དེ་དེ་ག་རེ་རེད་ལབ་སོང་ན་རིག་ལྡན་གུས་པས་གཟིགས་ནས་ཟེར་ཡ་དེ་རེད་བ།

ལྷག་པར་དུ་ང་ནགས་སུ་འཇིགས་ནང་རྒྱུའི་བུ་ཕྲུག་ལ་སློབ་གསོ་སྐྱེལ་བའི་བརྒྱུད་རིམ་ནགས་ལོག་ལས་འཆར་བྱ་ན་ཅིག། ད། ཅིག། གྱོང་གི་བུ་རེས་རྟག་པར་སློབ་གསོ་དེ་སྐྱོན་དགོས་ཀྱི་མ་རེད་དེ་ཡིན་པ་ཡིན་ནའི་དྲང་པོའི་གཤིས་ཀ་ཟེར་དེ་ཁོ་རང་ལ་ཐོག་མར་བཅུག་ཡོང་དུས་ལེགས་ཚེ་ལེགས་ཚེ་གྱོང་གུན་རག་ངེས་ཟེར་བ་དེ་འདྲ་ཡོང་དགོས་བ་རེད། ཡིན་ནའི་ང་ཚོ་མི་ཚེ་ཟད་དེ་ཉི་མ་གཅིག་མ་རེད་ད་ག་ན་གཞི་ཟླ་བ་གཅིག་མ་རེད་རེད་བ། ལོ་ནས་ལོ་བསྟུན་བྱས་འགྲོ་དགོས་བ་རེད་དེ་ཡིན་དེ་དུས་ག་ལི་ག་ལི་ལ་གསེར་རྟ་མ་སོང་ནས་འོད་དེ་ཅིག་བརྒྱབ་ཡོང་དུས་ཙམ་པ། གང་ཁོ་རང་ལ་མི་ཡི་ཡིད་ཆེས་བྱེད་མཁན་མ་རེད་བ།

མི་ཡུལ་ཀ་ལ་དོན་སྙིང་ལྡན་པའི་འཚོ་བ་ཟད་རྒྱས་ཡག་གི་འགོ་བཙུགས་ཡོང་གི་འདུག་བ་ད་གཟུགས་ག་རེ་རེད་ལབ་ཡོང་དུས་བཟང་པོའི་ཀུན་སྤྱོད་ཀ་རེ་འདང་ཆགས་གོ་བ་རེད། དཔེར་ན་ང་ཚོ་མི་ཚང་གཅིག་གི་ནང་ལོག་ལ་བུ་ཕྲུག་ཅིག་བཞི་ལྔ་དྲུག་བདུན་དེ་འདྲས་ཡོད་པ་ཆ་བཞག་རྗེས་རྒན་ཤོས་དེ་ཁོ་རང་ལ་གཞན་གྱིས་ཅིག་རྒྱུ་ནོར་ལོངས་སྤྱོད་དང་འཇོན་ཐང་ཞིབ་པོ་ཟེར་མཁན་མེད་དེ་ལས་ཕ་མ་གཉིས་ལ་གུས་ཞབས་དང་བརྩི་འཇོག་ཡོད་པ་ཕ་མ་གཉིས་ལ་ཅིག་ནམ་རྒྱུན་བྱམས་སྐྱོང་བྱེད་ཡག་གི་ཅིག་ཁོམ་གཤིས་དེ་ཡོད་པ་ཕ་མ་གཉིས་ལ་ག་དུས་ཡིན་ནས་ལས་ཅིག་ཁོ་རང་གིས་ལྟ་རྟོག་དང་ལྟ་འདོར་འདོད་ན་ཅིག།

འདི་ལ་ཅིག་རྩིས་པ་དང་སྲི་ཞུ་སྒྲུབ་པ་དེ་གའི་ཚོགས་བསགས་ཡས་ནས་རེད་བསོད་ནམས་བསགས་ཡས་ནས་རེད་གཟི་བརྗིད་དང་སྤོབས་པ་ལས་ཡས་ནས་རེད་ད་རྒྱུ་གཙོ་བོ་ཆགས་ཀྱི་ཡོད་དེ་དུས་རང་བཞིན་གྱི་བས་བར་སྣང་ལ་འགོས་རྒྱབ་ཅིག་ཟིལ་གྱིས་གནོན་ཡས་དེ་ཡོང་གི་ཡོད་རེད་པ་འོ་དེ་འདྲ་ཡིན་དེ་དུས་ཙམ་པ་ང་ནགས་སུ་ཅིག་ཡང་ཅིག་ནམ་རྒྱུན་བྱ་ས་དང་ཁ་ཕྱོགས་ནོར་བའི་སྣང་ཚུལ་དེ་འདྲ་ཡོང་གི་ཡོད་དེ་དེ་ཉེན་ཁ་ལྗིད་པོ་རེད་འདུག་ག་ལ།

དོན་དེ་ནང་ལོགས་ལ་སྤྲོ་བསྡད་ཡོད་འདུག། འོག་ཏུ་བྱས་ཚེ་ད་ཤློ་ཀ་དང་པོ་དེའི་ནང་དོན་བྱས་ན་དེ་འདྲ་ཟེར་ད་དེ་ནས་གཉིས་པ་དེ་དེ་རེད། བློན་པོའི་ཡོན་ཏན་ཁར་འཛིན་ཏེ་མཁས་པའི་ཡོན་ཏན་ཁོང་དུ་འབེབས་ཟེར་ཚེ་ཡང་དེ་མཁས་པ་དང་བློན་པོ་གཉིས་ཡོང་འདུག་ཨ། བློན་པོའི་ཡོན་ཏན་དེ་ཁར་ཡང་འཛིན་ཡོང་གི་རེད་མཁས་པའི་ཡོན་ཏན་ཁོང་དུ་མ་འབེབས་འགྲོ་གི་རེད། དཔེར་ན་ཆ་བཞག་ཚེ་སོག་མ་ཟས་དེ་ཆུ་ཡི་སྟེང་ལ་ཡང་ཆུ་ཡོང་གི་རེད་འོག་ལ་མ་བླུགས་ནའི་ལེགས། ཡིན་ནའི་ལེགས་ནོར་བུ་ཟས་ཡ་དེ་ཨ་ནི་དེ་ཁ་ལ་བཞག་ནའི་ལེགས། བོད་ལ་མ་འགྲོ་བོ་རེད་ནོར་བུ་སྟེང་དུ་ཤར་ཀྱང་འཛིང་ཟེར་དེ་འདྲས་བྱུང་འདུག་བ། འོ་ད་འདི་ཡང་ང་ནག་ཚོ་ལ་ད་ཅིག་དགོས་གལ་ཆེན་པོ་གཅིག་ཆེ་བོ་རེད་བ། སྤྱིར་བཏང་ནས་ང་ནག་ཚོས་ད་སོ་སོའི་ཤེས་མི་དེ་གའི་ཅི་ནུས་ཀྱི་མི་ལ་བསླབ་ཐུབ་ཡ། ད་ག་ནང་བཞིན་སོ་སོའི་ཤེས་མི་དེ་གའི་ཅི་ནུས་ཀྱི་ལག་ལེན་བསྟར་ཐུབ་ཡ་བེད་སྤྱོད་བཏང་ཐུབ་ཡ་བྱུང་ན་ད་དེ་ཤེས་བྱའི་རིན་ཐང་ཆེ་བོ་རེད་དེ་ཡག་པོ་ཞུ་བོ་རེད་ཡིན་ནའི་སྐབས་དོན་ད་ནང་ང་ནག་ཚོས་དེའི་ནང་ལོགས་ལ་དེ་གསུང་གི་ཡོད་རེད། བློན་པོའི་ཡོན་ཏན་ཁར་བྱིན་ཏེ་མཁས་པའི་ཡོན་ཏན་ཁོང་དུ་སྦས་ཟེར་བ་དེ་གཙོ་བོ་ག་རེ་གསུང་དགོས་རེད་སློབ་ཡོང་དུས་ད་བཤད་ཅིག། འབྲེལ་མེད་ཀྱི་བཤད་བྱ། སོ་ར་དེ་འདྲས་མ་ཡིན་པར་བ་སོ་སོའི་གྱིས་ཅིག་ནམ་རྒྱུན་ང་ན་ཚོས་ད་སྦྱངས་པའི་བརྒྱུད་རིམ་དང་ལྷག་པར་དུ་ཨ་ནི་གཞན་ནས་ཉན་པའི་བརྒྱུད་རིམ་ཟེར་བ་དེ་གི་ནང་ལོགས་ལ་ཐད་ཀར་ཐོན་ཐལ་ཡང་དེ་སྐྱོན་ཆ་ཞིག་ཆགས་དགོས་བ་རེད། སྐབས་འགའ་ལ་ང་ན་ཚོས་མི་ཟེར་བ་དེ་ལ་དེ་འདྲས་ཡོང་གི་འདུག་བ་ལ། བཤད་མི་དགོས་པ་དེ་འདྲ་མང་པོ་ཅིག་བཤད་བྱས་བཤད་དགོས་པའི་དོན་དག་ལ་སྒྲིབ་འགྲོ་ཡ། ཡང་ཅིག་སོ་སོས་བསམ་མི་དགོས་པ་མང་པོ་ཅིག་བསམ་བྱས། ཉིན་གཅིག་མི་གཅིག་བསམ་བློ་འཁོར་དགོས་ཡ་གི་དོན་དག་ད་དུ་བསམ་བློ་མ་འཁོར་བ་ཆགས་འགྲོ་ཡ། དེ་འདྲས་ཡོང་གི་ཡོད་རེད་པ། དེ་ཡིན་དུས་ད་ད་ལྟ་དེ་གི་ནང་ལོག་ཆ་ཞིག་ན་གཙོ་བོ་དེ་ནམ་རྒྱུན་བླུན་པོའི་ཡོན་ཏན་ཁར་འབྱིན་ཟེར་ཡ་དེ་ནས་ད་སྤྱི་བཏང་ནས་ཡོན་ཚད་ཞེ་དྲག་མེད་པ་ཉམས་མྱོང་ཞེ་དྲག་མེད་པ། ད་ག་ནང་བཞིན་ཁོ་རང་གི་ཀླད་པའི་ནང་ལ་གསོག་འཇོག་ཞེ་དྲག་མེད་པ་ཡིན་བསྡད་དུས་དེ་འདྲས་ཀི་ཡོད་དམ་ཞེས་ཡ་དེ་ཁོ་རང་ལ་ཅུང་ཟད་ཡོད་པ་དེ་སོ་སོ་ལ་ཡོད་མདོག་མདོག་གི་རྣམ་འགྱུར་བསྟན་རྗེས་དེ་གཉིས་ཡོད་པ་མཚོན་ཡ་དེ་ལ་གལ་ཆེན་པོ་ཞུ་ཅི་རྩི་གི་རེད་ཟེར་བ་བར་པ་ཨ་ནི་མི་གེ་ངས་ཤིང་གི་འདུག་ཟེར་ཡ་དེ་ཧ་གོ་མི་གེ་ངས་འཇོན་གི་འདུག་ཟེར་ཡ་དེ་མི་གེ་ཅིག་དོ་བ་བྱས་ལ་གནང་ཞེས་ཡར་དོ་སྣང་བྱེར་བ་བྱས་ན། བསམ་བཞེས་དེ་འདྲས་ཀྱི་སོ་སོའི་རང་བཞིན་འདྲ་ཡ་ཞོར་བར་པ་དེ་ལ་ཟེར་བར་པ་ཨ་ཡིན་ནས་ཁྱེད་པ་ཟེར་ཡ་དེ་དེ་འདྲས་དགོངས་ཀི་མ་རེད་ཟེར་བར་པ་གཅིག་ནས་ང་ནག་ཚུགས། ཀུན་སློང་ལ་སྐྱོན་ཞིག་པོ་ཟད་འདི་རེད་དེའི་ཐོག་ནས། དཔེར་ན་ང་ན་ཟོས་ཕ་མའི་ངོ་ནས་ཆ་བཞག་ཟིན་ན་བུ་ཕྲུག་ལ་མ་བསམ་བཏང་ཡོང་དུས་ག་ཚད་ཡིན་ནའི་ལས་ཕལ་ཏེ་པའི་གོང་ས་གཅིག་རང་ཡོད་པ་དེ་ཕལ་ཕལ་ན་དགུང་གོང་བར་བུ་ཕྲུག་འདི་ལ་ཅིག་ཕན་ན་བསམ་འདི་ལ་འབྲས་བུ་བཟང་པོ་ཅིག་ཐོན་ན་བསམ་པའི་མོ་ཏོ་དེ་ནས་ཕ། ཀུན་སློང་གི་རིམ་པ་འདྲ་པ་དེ་པགས་པ་བཤུས་པ་ཡིན་ན་གཞན་དག་གས་ཐོན་ཡ་ཡོང་མ་རེད་པ། བྱས་ཙང་འདི་ཡིན་འདི་དུས་མཁས་པའི་རང་གཤིས་ཟེར་དེ་ག་འདྲ་མཇལ་བ་རེད་ལབ་ཡོང་དུས་ཁོ་རང་གས་ཤེས་པ་དེ་མི་གས་ཧ་གོ་ཡ་ག་རེ་བ་མེད་པ་ཟད་ཁོ་རང་གི་ཤེས་པ་དེ་མི་གའི་ཤེས་བྱའི་ཤེས་པ་དེའི་མི་འདི་ལ་ཁེ་ཕན་ཅིག་ཐོབ་ན་ཕན་ཐོགས་ཅིག་བྱུང་ན་ལམ་ནོར་ལྡོག་ཤེས་ཅིག་བྱུང་ན་བླང་དོར་ཡང་དག་པ་ཅིག་དབྱེ་འབྱེད་བཏང་ཐུབ་ཅིག་དོར་བྱ་དོར་ཡག་དང་བླང་བྱ་བླང་ཡག་གི་ཕྱོགས་ལ་མུན་པ་བསལ་བ་ནང་ཞིག་བྱུང་ན་བསམ་བྱའི་རེ་བ་དེ་བརྒྱབ་ཡོང་དུས་ཨ་ནི་ཡང་དེའི་འབྲས་བཟང་ཟེར་བ་ཅིག་གིས་ཁོ་རང་གི་ཡོན་ཏན་དེ་གའི་མི་ཞིག་མ་ཤེས་ན་བསམ་ནས་པའི་ཤེས་འདུག་གོ་རེ་བ་དེ་ལྡོག་ཕྱོགས་འདྲ་པོ་ཆགས་ཡོང་དུ་བ། ཉིན་དེའི་སྤོ་རུ་བདེ་སྐྱིད་སོ་སོའི་མཐོང་ཐོས་ཡོངས་སུ་ཅུང་ཟད་ཞུ་ཆོག་པ་བྱས། ང་རང་ངོ་མ་ད་ལྟ་ཅིག་ཚོང་པ་རྒན་གྲས་ཤིག་གིས་དེ་འདྲས་ཀྱི་གསུང་མྱོང་ཡོད། ང་ཚོའི་སྤྱི་ཚོགས་ལ་ད་ལྟ་སྐྱོན་ཆ་གཅིག་འདུག་ཚོང་པའི་ལས་རིགས་ཀྱི་ནང་ལོགས་ལ་ཨ་ནི་སོ་སོ་ཅིག་ཚོང་བརྒྱབ་ཡོང་དུས་རྨང་གཞི་བརྟན་པོ་མ་ཆགས་པ་དང་དེ་འདྲས་ཀྱི་གོང་ནས་ཨ་ནི་མོ་ཏོ་བེད་ད་ཁྲི་གཉིས་ཀྱི་སུམ་བརྒྱ་སྤྲད་ཚེ་དེ་འདྲས་ཀྱིས་ཕྱི་ལོགས་ལ་ངོམ་སོ་བརྒྱབ་ཡག་དང་རྫིག་པོ་བྱེད་ཡག་གི་རྣམ་པ་དེ་ལ་གལ་ཆེན་པོ་ཞུ་རྒྱུ་བརྩི་གི་འདུག། ཅིག་བྱས་ཙང་འདི་ལེགས་སུ་ལེགས་སུ་ཕན་ཐོགས་སྲིད་ཀྱི་རེད་དེ་གདེང་གཤིས་ཐོག་ལ་འདི་ནུས་གི་རེད། དེ་ནས་ཅིག་དང་པོ་བྱུང་མ་བྱུང་ཁོང་ནས་བག་མེད་ལོངས་སྤྱོད་རྒྱས་སྤྲོས་བྱེད་ཡ་ལ་དཔལ་དང་འདོད་པ་ཆེན་པོ་ཞི་བ་བྱེད་ཡ་དེ་འདྲའི་དོ་གཟོ་དངོས་གནས་བྱས་ན་ཚོང་པའི་བསམ་བློ་བཏང་བཏང་ཞིག་མ་རེད། ཅིག་འདི་ཚོང་པ་ཟེར་ཡ་ཡག་པོ་ཅིག་བྱེད་ཐུབ་ན་ཁོ་རང་ལ་འགན་འཁྲི་ག་རེ་བ་རེ་ལབ་ཡོང་དུས་ཨ་ཅིག་སོ་སོའི་ཁྱིམ་ཚང་གི་འགན་འཁྲི་དང།

ཁོ་རང་གི་སེམས་དེ་དང་པོ་ནས་ཅིག་རྨོངས་པའི་སོ་ར་བྱས་རྗེས་གཞན་དབང་ཅིག་ལ་ཤོར་ཚར་བ་རེད། དོན་དངོས་ཐོག་ལ་ཁོ་རང་ཚོང་རྒྱག་གི་ཡོད་མ་རེད་ཟེར་དུས། འོ་དེ་འདྲས་ཀྱི་ཟླ་གཅིག་བཀའ་སློབ་འདྲ་པོ་ཅིག་གསུངས་མྱོང་ཡོད། ད་འདིས་ག་རེ་སྔོན་འགོག་རེད་ལབ་ཡོང་དུས་འདིའི་ནང་ལོགས་ལ་ཅིག་བསམ་བློ་ཅིག་ང་འགྲུལ་འདྲ་པོ་ཀླད་དུ་ཞུགས་འདུག་བ། སོ་སོ་ལ་ཡོད་པའི་རྟགས་དོན་ཡང་ང་ལ་ཡོད་ཟེར་བ་དེ་འདྲས་ཅིག་བསྟན་རྩིས་སོ་སོ་རྫིག་པོ་འདུག་ད་ག་ནང་ཆོས་སོ་སོ་འཁྱོག་པོ་འདུག་ཟེར་ཡག་གི་སྐད་ཆ་འདི་ཡི་ཕྱིར་དུ་ཨ་ནེ་བསླུ་བྲིད་བྱས་པའི་བཟོ་རུ་བྱས་ཏེ་ང་ཚོ་ཕྱི་ལོག་ལ་ཡོད་དང་མདོག་གི་རྣམ་པ་དངོས་ཡང་དེ་འདྲའི་མང་པོ་ཡོང་གི་འདུག་ག་འོ་དེ་ནོར་འཁྲུལ་ཆེན་པོ་ཅིག་རེད། དཔེར་ན་ཆ་བཞག་ན། དེ་འདྲས་གསུང་གི་རེད་ད་ལྟ། གཞན་དག་དང་ད་ལྟ་ཡོ་ད་པ་འཛམ་བུ་གླིང་གི་ཁུ་རེ་སྒང་ནས་ཚོང་ལས་ཀྱི་བྱ་བའི་སྒང་ལ་ད་ཁོང་ཚོ་ཧ་ཅང་གི་ཤུགས་ཆེན་པོ་ད་ག་ནང་བཞིན་རྒྱབ་མཁས་པོ་དེ་འདྲས་བྱས་སྐོར་ཁོང་ཚོས་ནམ་རྒྱུན་དེ་འདྲས་གསུང་གི་འོ་རེད། དཔེར་ན་ཁྱེད་རང། ཁྱེད་རང་གི་གྱོ་ནོར་གྱི་རྩིས་ཀྱི་གནས་ཚད་འདྲ་པོ་དེ་བརྒྱ་ཆ་བརྒྱ་ཐམ་པ་འདྲ། བརྒྱའི་ནང་ལོགས་ནས་ཨ་ནི། ཅིག་ཅིག་ཨ་སོ་སོའི་མཛེས་ཉམས་དང་རིག་ཉམས་དོན་ཨ་ལ་བེད་སྤྱོད་བཏང་ན་འགྲིག་གི་རེད། གཞན་དག་འདི་ག་ཚང་མ་ལོ་ཚོ་ག་རེ་བྱེད་འོ་རེད་ན་རྨང་གཞི་སྲ་བརྟན་དུ་གཏམ་ཡག་དང་ཕྱིས་འབྱུང་གོང་འཕེལ་གཏང་ཡག་གི་ཨ་ནི། མ་ཕྱོགས་ལ་བྱེད་ཐུབ་པ་བྱེད་དགོས་གི་རེད་ཟེར་ཚེ་འདི་ཁོང་ཚོའི་ཚོང་རྒྱབ་སྟངས་རེད། འོ་དེ་འདྲས་ཅིག་གསུངས་མྱོང་ཡོད་བྱས་ཙང་འདི་ཡིན་འདི་ལྟོས་ང་ན་ཟུར་ཚ་བའི་བརྒྱུད་རིམ་ནང་ལོགས་ལ་དེ་འདྲས་ཡོང་གི་འདུག་རུ་པ། དཔེར་ན། བླུན་པོ་ཟེར་ཡག་དུས་ཀྱི་སོ་སོ་ལ་མེད་པ་ཡིན་ན་ཡོད་པའི་རྣམ་པ་བཞི་པོ་ཅི་མངོན་ཡག་ལ་ཡོད་མདོག་མདོག་བཞི་པོ་ཅི་བྱེད་ཡག་དེ་ལ་ལྟོས་ཅན་མི་གང་གི་འདུག་ཟེར་ཡག་གི་ད་སྙན་གྲགས་རྫུན་མའི་ཟུར་སྦྱོར་བའོ་དེ་ཐབས་རོགས་བྱས་ན་བསམ་བྱ་རེ་བ་བཞི་པོ་ཁྱབ་བསྡད་ཡག་ད་དེ་གཅིག་ང་ནག་ཚོས་མཚན་སྙན་གྲགས་ལས་ཡོང་གི་ཡོག་རེད་དཔལ་འབྱོར་ལས་ཡོང་གི་ཡོག་རེད་ཤེས་ཡོན་ལས་ཡོང་གི་ཡོག་རེད་བྱས་ཙང་དོ་ཚོ་ཚང་མ་བསླུ་བྲིད་རེད་གསུང་གི་འདུག་ག་དོན་དམ་པའི་མི་རྩ་དོན་ཡོད་པ་གཅིག་དང་དིང་ལ་བལ་དང་རིན་ཐང་རྩི་ཕུབ་སྙིགས་མི་བྱེད་ཀྱི་བསམ་བློ་བཏང་སྟངས་དང་འགྲོ་སྟངས་ཀྱི་རྩ་བ་ཉིད་ནས་མ་རེད་གསུངས་འདུག་ཨ། ཨོ་དེ་ཡིན་དེ་འདུག་ཨེ་ང་ནགས་ཚོའི་ནམ་རྒྱུན་ཅིག། སོ་སོ་ལ་དོན་དངོས་ཅིག། མེད་པ་ཡིན་དོན་དངོས་ཐོག་ནས་མེད་པ་ཡིན་ན་ཡོད་སྙམ་སྟོན་ཡ་དེ་ནོར་འཁྲུལ་ཆེ། ད་ད་ག་ནང་བཞིན་ཡང་ཅིག་སོ་སོ་དངོས་གནས་ཡོད་སྙམ་སྟོན་གཉིས་འདོད་པ་ཡིན་ན་གཉེན་ལ་སོ་སོ་ལ་ཡོད་པ་བཟོ་དགོས་ཡ་དེ

མིག་གིས་ཚུར་བསྟོད་བསྔགས་བཏང་ཡང་དེ་ལ་རེ་བ་མ་བྱས་པའི་ཚེ་ཨ་ལས་བསྟོད་བསྔགས་བཏང་ཡག་གི་གཞི་བཅོལ་བར་བ་དེ་སོ་སོ་ལ་ཚངས་པ་གསོག་དགོས་ཡག་དེ་གལ་ཆེན་པོ་རེད། མཚུངས་པ་ཡིན་ན་དཔལ་འབྱོར་གྱི་གནས་ཚད་དུ་ཚུར་ཐོབ་ལ་སླེབས་དགོས་ཡག་རེད་བ། ད་ག་ན་ཆེས་ལག་རྩལ་མི་སྣ་ཡིན་ན་ཆེས་ལས་ལག་རྩལ་དུ་ཚུར་ཚད་གཞི་མཐོན་པོ་ཆེ་ལ་སླེབས་དགོས་ཡག་བྱང་ཆ་ལྡན་པ་ཆེ་བཟོ་དགོས་ཡག་ད་ག་ན་ཆེས་ཤེས་ཡོན་ཅན་ཅིག་ཡིན་པར་ཆ་བྱས་ན་འགྲིག་སོ་སོ་ལ་ཤེས་ཡོན་དེ་མ་ཚང་བ་མེད་པ་ཆེ་ཚུར་རྒྱུད་ལ་སྦྱོར་དགོས་ཡག་དེ་གལ་ཆེན་པོ་ཞེས་པ་ཆགས་ཀྱི་རེད་སྦྱོར་ཡོང་དུས་ཨ་རང་བཞིན་གྱིས

ཚིག། བསྟོད་བསྔགས་རྫུན་མ་ཅིག་བཤད་པ་ཡིན་ནའི་ལ་དེ་དགའ་བསུ་བྱེད་མི་རུང་བ། དེ་དེའི་གི་མགོ་སྐོར་དང་བསླུ་བྲིད་ཀྱི་གཞན་དབང་དུ་འགྱུར་མི་རུང་བར་བ། དེ་ལས་སོ་སོའི་བྱང་ཡས་ལ་གེགས་བྱས་ན་དཔེ་བསགས་ཚར་བར་བ་ལ་བ་དེ་འདྲས་རྩ་བ་ཉིད་ལ་གནང་རྒྱུ་ཡང་མ་རེད་གསུང་གི་ཡོད་ས་རེད། འདི། ཤོ་ལོ་ཀ་གཉིས་པ་དེ་བྱས། ད་དེ་ནས་ང་ན་ཚོད་ཤོ་ལོ་ཀ་གསུམ་པ་དེ་ནང་ལོ་དེ་འདྲས་ཡོང་འདུག་ཡོན་ཏན་ཆུང་རྣམས་ང་རྒྱལ་ཆེ་ཁྱད་པར་གྱུར་ན་དུལ་བར་གནས། ཆུ་སྐྲན་རྟག་ཏུ་བཀོལ་ཚོད་ཆེ་རྒྱ་མཚོ་ལྕགས་ཀྱི་ཁར་གྲགས་ཞེས་བྱ་བ་འདི་འདྲས་ཀྱི་ཡོང་གི་འདུག་ད་འདི་ཡང་ང་ནགས་ཚོ་ལ་གལ་ཆེན་པོ་ཞུ་གི་ཡོད་རེད་བ། སྤྱིར་ན་ང་ནགས་ཚོ་ནམ་རྒྱུན་མི་གང་གའི་གཤིས་ཀ་འདྲ་ག་རེད། སོ་སོའི་རྒྱུ་མཚན་འདྲ་བ་དེ་གསལ་ཡས་ལ་དགའ་པོ་ཞེ་བོ་དེ་བྱས། མི་གི་ཚོ་རྒྱུ་མཚན་བྱས་པ་དེ་ཉན་མ་ཤེས་པ་ཉན་ཡག་གི་འདོད་པ་མེད་པ་ཉན་མ་འདོད་པའི་གི་རང་ཤེས་ཚ་པོ་བྱས་ཡག་དེ་འདྲས་ཡོང་གི་འདུག་བ། ད་དངོས་གནས་བྱས་ན་ཅིག་ནམ་རྒྱུན་ཅིག་གར་བཞུགས་རེ་ཡོན་ཏན་གྱི་རྒྱུད་ཕྱུག་པ་རྒྱུད་དུལ་བ། དེ་འདྲའི་ཡི་གེ་པ་མཚན་ལྡན་འདོད་གཟུགས་མིའི་སྐྱེ་མཆེད་ངན་ལ་དགའ་བ་ཞུ་གནང་གི་རེད་པ། མིའི་སྐྱེ་མཆེད་དུ་ཚུར་ངའི་གཤེས་ཡིན་པ་ཨ་ཕ་ནང་ལས་གོ་སྐབས་སྤྲད་ཚེ་ད་ལྟ་སོ་སོའི་དེ་ཡིན་ཟེར་ཏེ་རྒྱག་རྩད་བྱས་གཞན་དག་ཅན་ཡོང་དུས་ཤེས་མོ་བ་ཟེར་དེ་འདྲའི་ལམ་ན་འདི་ཡི་རང་ཤེས་ཚ་བོའི་སྐྱེ་མཆེད་རེད་གསུང་དགོས་ཤ་ཚང་འདི་ཡིན་དུས་འདི་དེའི་ནང་ལོར་ཡོན་ཏན་ཆུང་ནམ་ང་རྒྱལ་ཆེ་ཟེར་དེ་འདྲས་ཡོང་གི་འདུག་ཅིག་འདི་ག་རེ་ལབ་ན་དཔེར་ན་ང་ནགས་སུ་རི་བྲག་པ་དང་གཅིག་པ་རེད། རི་གསལ་དུ་ཐོ་ཤོད་དེའི་སྒང་ནས་བལྟས་ཡོང་དུས་བརྩམས་པ་ཨ་ནི་དམའ་ས་གང་ག་སད་ཐིང་ཐིང་ཐིང་ཐུང་གི་རེད། ཡིན་ནའི་དམའ་ཤོད་དེའི་སྒང་བཟའ་ཟེར་བལྟས་ཡོང་དུས་བརྩམས་པ་ཁོ་རང་གི་ལྷག་མཐོང་བ་ཅན་མང་པོ་ལྷག་བསྡད་ཡོད། ད་དེ་དུས་བརྩམས་པ་ང་ནག་ཚོ་ལ་མི་འགྲོའི་ཡོང་ཡ་གི་ཉེན་ཁ་ལྗིད་པོ་ཞུ་གི་རེད་འདུག་བ་ལ། བྱས་ཙང་དེ་ཡིན་དེ་དུས་ཨང་དང་པོ་ང་ནག་ཚོས་ང་རྒྱལ་ཟས་དེ་མ་བཅག་དགོས་རེད། ལྷག་པར་དུ་ང་རྒྱལ་ཟས་དེ་ཞེ་པོ་ཡོད་པ་ཡིན་ན་དེ་ཡོན་ཏན་གོང་འཕེལ་དུ་འགྲོ་ཡ་ལ་གེགས་བྱེད་པ་ཅི་བྱེད་ཀྱི་རེད། རྒྱུ་མཚན་ག་རེ་ལབ་ཡིན་དུས་ཨང་དང་པོ་མིའི་ཡོན་ཏན་ཡོད་པ་དེ་ཁྱེད་མཐོང་ཐུབ་གི་མ་རེད་ཟེར་ང་རྒྱལ་གྱི་སྒྲིབ་བྱེད་ར་བ། དཔེར་ན་ང་ནག་ཚོ། སོ་སོས་ཇི་ཙམ་གྱིས་མཐོང་ཆུང་བྱས་པ་དང་ཁྱད་གསོད་དང་བརྙས་སྨོད་བྱས་ནས་ལས་མི་དེ་ལ་སོ་སོ་ལ་མེད་པའི་ཡོན་ཏན་གཅིག་མེད་པ་ད་དཔེ་སྲིད་ཀྱི་ཡོག་མ་ར་དེ་ཡིན་དེ་དུས་གལ་སྲིད་སོ་སོ་ལ་ང་རྒྱལ་གྱི་མིག་ཤེལ་ལྟ་བུ་དེ་གོན་བསྡད་ཡོད་པ་ཡིན་ན་དེས་ཕ་ནང་གི་ཡོན་ཏན་དེ་གའི་ཚོང་བ་སྒྲིབ་བཞག་གི་རེད། དེ་སྒྲིབ་དུས་བསམ་པ་སོ་སོ་ལ་གྱོང་ཉེ་རེ་ཉེ་རེ་ཆུ་ཚོད་སྐར་མ་རེ་རེ་ལ་གྱོང་མང་པོ་རག་འགྲོ་དགོས་བ་རེད་དེ་ཡིན་དེ་དུས་ང་ནག་ཚོས་ཡོན་ཏན་དངོས་གནས་འཇགས་ཉིད་འདོད་ན་ང་རྒྱལ་ཆོས་ཉིད་བྱེད་རྒྱུ་ཡོག་མ་རེད། དཔེར་ན་ཆ་ཆ། མཁས་པ་བསད་ཡ་དེ་ག་དུས་ཡིན་ནའི་ལས་ཁོ་རང་ལ་འདི་བརྗོད་བར་བསམ་བློ་བྱས། ང་ག་པར་ཕྱི་ནས་ལ་ཉེ་གཅིག་སྦྱང་ཨ་བསམ་བསམ། ང་རང་ལ་མ་ཚང་བ་མང་པོ་ཡོད་རེད་སྐྱོན་ཆ་ཡོད་པ་མང་པོ་ཡོད་རེད་སྐྱོན་རིམ་བཞིན་རིམ་བཞིན་ཉུང་རུ་བཏང་ཆེད་ཕ་ནང་གི་ལེགས་ཆ་ཚུར་བསླན་ཆེད་ང་རང་ཕུན་སུམ་ཚོགས་པའི་ངོ་བོ་ཞིག་ལ་འཕར་འགྱུར་ཨ་བསམ་བསམ་ནས་བསམ་བློའི་འཁྲབ་ཚིག་ཡོད་བསྡད་དུས། ཕ་ནང་གི་ཡོན་ཏན་ལ་ཡོན་ཏན་མཐོང་སོང་ན་གཞི་ནས་ཕ་ནང་ལ་གུས་ཞབས་བྱེད་ཐུབ་དགོས་བ་རེད། འོ་དེ་ཡིན་བསྡད་དུས་གཅིག་ཨ་ང་ནག་ཚོས

ད་ནང་བཞིན་འདིའི་ཐོག་ལ་ད་ལྟ་བཀའ་མོལ་འདི་འདྲ་ཞིག་གསུང་ཡོང་དུ་མི་གཞན་དག་གིས་སོ་སོ་ལ་གུས་ཞབས་བྱེད་ཀྱི་འདུག་དངོས་གནས་བཤད་ན་འདི་སོ་སོ་ཞི་བ་ཞིག་ཡིན་བསམ་བསམ་འདི་ཡར་བསྟུན་རྒྱུ་ཡོད་མ་རེད། མི་ཕ་ནང་ཡོན་ཏན་ཆེན་པོ་ཡིན་ཙང་མི་གཞན་དག་ལ་གུས་ཞབས་བྱེད་ཀྱི་ཡོད་པའི་རྟགས་མཚན་འདི་མཁྱེན་ཐུབ་པ་གནང་དགོས་ཀྱི་ཡོད་རེད་ཟེར་ཏེ་འདི་འདྲས་གསུང་ཡོང་དུ་ཨ་ནི་ད་ལྟ་འདིའི་ནང་ལོགས་ལ་ཡོན་ཏན་ཆུང་རྣམས་ང་རྒྱལ་གྱི་ཁྱད་པར་གྱོན་ན་དུས་བར་ནས་གསུང་ཡོང་དུ་བ་འོ་དུ་སི། ལྷག་པར་དུ་ད་ནི་འབྲོམ་སྟོན་རྒྱལ་བའི་འབྱུང་གནས་ཀྱིས་བཀའ་མོལ་འདི་འདྲ་ཞིག་གསུང་ཡོང་རེད་འདི་ག་རེ་ཟ། ང་རྒྱལ་གྱི་གོང་བུ་ལ་ཡོན་ཏན་གྱི་ཆུ་འཚོ། ང་ནག་རྫོ་གཅིག་རང་བྱུང་གི་ཁོར་ཡུག་ལ་ཆ་བཞག་ནས་ལས་ཆུ་ཁྱིའི་གཏད་ས་ཅིག་ན་ཀོང་ཀོང་ཅིག་བྱུང་ན་ཡག་ག་འདུག་ཨ། ད་རྡོག་རྡོག་ཅིག་གང་ལ་ཆུ་ཁྱིའི་གཏད་དགོས་བ་མ་རེད་དེ་ནང་བཞིན་ཡོན་ཏན་ཟེར་ཡག་དེ་ཡང་ཆུ་ནང་བཞིན་རེད། ཁོ་ཁྱིའི་སྒུག་ཡོད་ན་ཁྱེད་རང་མ་ཟ་ཟིན་ཐུབ་ངེས་ཅིག་གོ་རེད། ད། སོ་སོ་ཞེ་བོ་ཅིག་ཡོད་བསམ་ཡོད་ན་ཨ་མིའི་སླབ་གཉེར་ཡང་སླབ་གཉེར་དུས་གུ་མར་བ་རེད་བ། ཅིག། ང་ནགས་སུ་ཡོན་ཏན་ཟེར་ཡ་འདི་དངོས་གནས་བྱས་ན་དགེ་བའི་བཤེས་གཉེན་གྱི་ཕྱོགས་རིས་མེད་པའི་ཐོག་ནས་གངྒཱ་ལ་བསླབ་དགོས་ཡོད་རེད་དེ་ཡིན་ན་དགེ་བའི་བཤེས་གཉེན་ཁོ་རང་ལ་སྤྲོ་སྣང་ཞིག་སྐྱེ་དགོས་ཀྱི་ཡོད་ན་ཨ་ནི་ཅིག་དམན་ས་ཟིལ་ཐུབ་ནས་ཡོན་ཏན་ལ་གུས་བཀུར་ཡོད་པ་དོན་གཉེར་ཡོད་པ་ཟེར་དེ་འདྲས་ཞིག་ཡིན་ཅི་མིན་ཅིག་གུས་བཀུར་ཡོད་པར་ལོའོ་དེ་འདྲས་རེད། ཡོན་ཏན་ཆུང་ནམ་ང་རྒྱལ་གྱི་ཁྱད་པར་གྱུར་ན་ཐོས་བ་མེད་ད་འདི་ནས་དཔེ་དེ་ལ་དེ་འདྲས་བཞག་ན་མགོ་བར་ཆུ་བྲན་བདག་ཏུ་བཀོལ་ཚུལ་ཆེ་རྒྱ་མཚོ་ལྕགས་ཆུ་ཁ་ལ་སྒྲོག་ཟེར་ཡ་དེ། ད་ཆུ་ཕྲན་ཚེ་ལབ་ཡོང་ནས་ནམ་རྒྱུན་ཆུ་ཆུང་ཆུང་འབབ་ཆུ་དུར་ཆུ་སྐྱེས་ཞེས་པོ་དགྲ་གུར་བ་ཁོ་རང་ད་འདི་ཡང་འབབ་ཆུའི་སྐྱོན་རེད་གསུང་གོ་བ་མ་རེད་དེ་དཔེ་སྦྱར་པའི་སྐབས་སུ་ཨ་ནི་དེ་ཆགས་འགྲོ་གོ་བ་རེད། དོན་དེ་གསལ་ཁ་བཏོད་ཡ་ལ་ཁོ་རང་མི་བུ་ཐོན་པ་ཞིག་ཆགས་འགྲོ་གོ་བ་རེད། འོ་དེ་འདྲ་ཡིན་ཙང་རེད་ཆུ་ཕྲན་བདག་ཏུ་བཀོལ་ཆོག་བྱས་ད་ཡིན་ནའི་རྒྱ་མཚོ་བསྲེས་ཡ་དེ་གཏིང་རིང་པོར་བ། སྟེང་གསེབ་དཔོག་དཀའ་བོ། དེའི་ནང་ལོ་ཆུ་ཕྲན་མང་པོའི་ཀྱི་རྟ་ཅིག་ལེགས་ཆ་ཚུར་བསྡུས་ཡོད་པ། འོ་འདི་ལྟ་བུའི་ཀྱི་རྒྱ་མཚོས་ཨ་ནི་ཆར་ཆར་ཆར་ཆར་ཆར་ཟས་ཡོད་པ། ཁོ་ཚོས་དུ་འགྲོ་གི་མ་རེད། དེ་ལྟར་དཔེ་ཆ་ནང་གོ་རེད་པ། ཡོན་ཏན་འབེ་ད་རྒྱ་མཚོ་ནང་བཞིན་ཆགས་བསྡད་པའི་མཁས་པ་ཆེན་པོ་དེ་འདྲས་ཀྱི་ཡོད་སྙམ་ཁྱོད་ནས་སྟོན་གི་མ་རེད་ང་རྒྱལ་ཁྱོད་ནས་བྱེད་གི་མ་རེད་ད་དུང་སོ་སོ་ལ་སྐྱོན་ག་རེ་ཡོད་པ་དེ་ཧ་གོ་ཐུབ་དགོས་རུ་བ། མི་ཡོད་པ་སེལ་ཏེ་སྐྱོན་བརྗོད་ན་དགའ་འགྲོ་གི་རུ་བ། མེད་པ་སེལ་ཏེ་སྐྱོན་བརྗོད་ན་ཨ་ནི་སྐྱོན་བཟོད་ཐུབ་གི་མ་རུ་འདུག་འགྲོ་གི་རུ་བ། འོ་དེ་འདྲ་ཡིན་དེ་དུས་རྒྱ་མཚོ་ནང་བཞིན་ཁྱད་པར་དཔེ་བྱ་དགོས་རུ་བ། འོ་དེ་རེད་ཨ་ནི་ཆུ་ཕྲན་སེལ་ཏེ་དང་ཆུ་ཆུང་ཆུང་སེལ་ཏེ་མི་འདྲ་ཉུང་ཉུང་ཅིག་མེད་རྒྱུ་དུ་མ་རུ་དཔེ་བྱ་ཡོང་དུས་འདི་སྐད་བྱེད་པ་རྒྱག་གི་རེད། འཇོན་པ་དང་ཐུབ་པ་དང་ཨ་ནི་ཅིག་སོ་སོའི་མ་ཞིམ་པ་མེད་པ་ལྟ་བུའི་གི་གནས་སྟངས་དེ་འདྲས་མངོན་བྱས།

ཧམ་པ་ཆེན་པོ་དེ་འདྲ་བཤད་ཡོང་གི་འདུག་དེ་འདྲས་གང་ཞིག་དེ་ལྟར་ཚོ་ཡོད་པ་ཡོད་པ་དེ་གསལ་བཤད་བྱེད་དགོས་ཡ་ད་མ་འོངས་པ་ལ་སོ་སོ་ལ་རེ་འདུན་ག་རེ་ཡོད་པ་དེ་ཏག་ཏག་ཏག་ཏག་བཤད་ཐུབ་ཡག་གི་ཡང་སྤོབས་པ་དེ་འདྲས་སྒུག་འདུག་ཨ་དེ་མེད་ན་སྐད་ཆ་མ་བཤད་ན་དོན་གོ་ཐུག་མ་རོ་དེ་འདྲས་རེད་ཤག་དོ་ཅི་ཤེས།